སུམ་ཅུ་པའི་འགྲེལ་པ་ལས་ཀྱང། ཡང་ན། རྣམ་པར་ཤེས་པ་བཞིན་དུ་ཤེས་བྱ་ཡང་རྫས་ཉིད་དུ་ཁ་ཅིག་སེམས་པ་དང། གཞན་དག། ཤེས་བྱ་བཞིན་དུ་རྣམ་པར་ཤེས་པ། ཡང་ཀུན་རྫོབ་ཏུ་ཡོད་ཀྱི། དོན་དམ་པར་ཡོད་པ་མིན་ནོ་སྙམ་དུ་སེམས་པ། མཐའ་གཅིག་ཏུ་སྨྲ་བ་འདིས། རྣམ་པ་གཉིས་འགགས་པའི་ཕྱིར་རབ་ཏུ་འབྱེད་པ་བརྩམས་སོ་ཞེས་སློབ་དཔོན་འདིས་གསུངས་སོ། དེའི་ཕྱིར། གཞན་དབང་ཡིན་མེད་མིན། ཞེས་གསུངས་པ་ནི། སྔར་བྱང་ས་དྲངས་པ་ལྟར། དོན་དམ་པར་ཡོད་པའི་དངོས་པོ་ཡེ་མེད་དམ། ཐམས་ཅད་ཀྱི་ཐམས་ཅད་དུ་མེད་ཅེས་འགོག་པ་ཡིན་གྱི། ཤེས་བྱ་ལ་མི་སྲིད་པར་འདོད་པ་དགག་པ་མིན་ནོ། རྐང་པ་བཞི་པས་ནི། ཉིས་སྟོང་སྐུ་མདོག་ལ་བསྟན་དུ་ཡོད་ན། ཅིའི་ཕྱིར། མི་རྟོག་སྙམ་པའི་དོགས་པ་ཟད་དེ་སྟོང་ཉིད་དེ་ལ་གཉིས་སྣང་འཁྲུལ་པའི་སྐུ་མདོག་ཡོད་པས་དེ་སྒྲིབ་པའི་ཕྱིར་རོ། ཆོས་ཐམས་ཅད་མཐའ་གཅིག་ཏུ་སྟོང་པ་དང་མི་སྟོང་པ་དང་ཡོད་པ་དང་མེད་པ་ནི་མཐའ་ཉིད་དུ་འགྱུར་གྱི། དབུ་མའི་ལམ་མ་ཡིན་པས། དེ་དག་དགག་པའི་དོན་དུ་ཚིགས་བཅད་གཉིས་པ་གསུངས་ཏེ། སྐུ་མདོག་དང་སྟོང་ཉིད་ཀྱིས་སྟོང་པ་མིན་ཞིང། གཟུང་འཛིན་གཉིས་ཀྱིས་མི་སྟོང་པ་མིན་པ་ཐམས་ཅད་ནི། སྐུ་མདོག་གི་འདུས་བྱས་དང་སྟོང་ཉིད་ཀྱིས་འདུས་མ་བྱས་སོ། ཤེས་པ་ནི་ཡུམ་གྱི་མདོ་ལ་སོགས་པ་ལས། འདི་ཐམས་ཅད་ནི། གཅིག་ཏུ་སྟོང་པ་ཡང་མ་ཡིན་ལ། མི་སྟོང་བ་ཡང་མ་ཡིན་ཞེས་བསྟན་པ་སྟེ། དེ་དང་མཐུན་པར་བྱས་པར་དབྱིག་གཉེན་གྱིས་བཤད་པ་ལྟར་བྱ་ཡི། སྟོང་པ་མ་ཡིན་པ་ཡོངས་གྲུབ་དང། མི་སྟོང་པ་མ་ཡིན་པ་ངོ་བོ་ཉིད་གཞན་གཉིས་ལ་འཆད་པ། དོན་མིན་ནོ། ཡོད་པ་ནི་ཀུན་རྟོག་དང། མེད་པ་ནི་གཉིས་པོ་དང། ཡོད་པ་ནི་ཀུན་རྟོག་དང། སྟོང་ཉིད་གཉིས་ཕན་ཚུན་ཡོད་པ་ལ་དབྱིག་གཉེན་སློབ་དཔོན་གྱིས་བཤད་པ་ལྟར་བྱ་ཡི། དེ་ཉིད་གཅིག། དོད་གཞན་དུ་ཡོད་པས། ཅིག་ཤོས་སྟོང་པའོ་ཞེས། འདི་དག་ལས་བཟློག་སྟེ་འཆད་པ་དེ་དག་གིས་ཞེས་པར། འཆད་པ་ལྟར་མི་བྱའོ། འོད་སྲུང་གི་ལེའུ་ལས། ཡོད་མེད་གཉིས་མཐའ་རེ་རེར་ཤེས་ནས། དེ་གཉིས་ཀྱི་དབུས་ནི་ཆོས་རྣམས་ལ་སོ་སོར་རྟོག་པའི་དབུ་མའི་ལམ་དུ་ཤེས་པ་ཉིད། དེ་ནི་དབུ་མའི་ལམ་ཡིན་ནོ། ཞེས་གསུངས་པ་འདིའི་དོན་དུ་བློ་ལྡན་གྱིས་བཤད་དོ། དེས་ན། རྣམ་པར་རིག་པ་ཙམ་གྱི་ཚུལ་འདི་ཉིད། དབུ་མའི་དོན་དུ་འབྲེལ་བས། དབུ་མ་པ་གཞན་གྱིས་ལྟར་ན། དེ་ཉིད་སྔ་མ་ལས་ཕྱི་མ་མཆོག་ཏུ་བཞེད་ཀྱང། ཚུལ་འདི་ཡིས་དེ་ཉིད་དོན་གཅིག་ཏུ་མཛད་པ་ཡང་ཡིན་ནོ། དེ་ལྟར་ན། དབྱིག་གཉེན་དང། བློ་གྲོས་བསྟན་པའི་བཀྲལ་ཚུལ་ནི། སྐབས་སྐབས་སུ་བརྗོད་ཟིན་ལ། ཕྱོགས་ཀྱི་གླང་པོས་ཀྱང། བརྒྱད་སྟོང་པའི་དོན་རྣམས་ཐིག་རྡུལ་དང་མཐུན་པར། བརྒྱད་སྟོང་དོན་བསྡུས་སུ་བཀྲལ་ལོ། ཆོས་ཀྱི་གྲགས་པའི་རྣམ་འགྲེལ་ལས། དེ་ལ་གཅིག་ནི་མེད་པས་ཀྱང། གཉིས་ཀའང་ཉམས་པར་འགྱུར་བ་ཡིན། དེ་ཕྱིར་གཉིས་སྟོང་གང་ཡིན་པ། དེ་ནི་དེ་ཡི་དེ་ཉིད་ཡིན། ཞེས། གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་ཉིད། གཞན་དབང་གིས་དེ་ཁོ་ན་ཉིད་དུ་གསུངས་ཤིང། ཆོས་རྣམས་རང་བཞིན་མེད་པར། མདོ་སྡེ་ལས་གསུངས་པའི་དོན་ཡང་དེ་ཉིད་དུ་འབྲེལ་ཏེ། དངོས་རྣམས་ཐ་དད་གནས་པ་ནི། དེ་ཐ་དད་ལ་བརྟེན་པ་ཡིན། དེ་ནི་ཀླད་པ་ཉིད་ཡིན་ན། དེ་དག་ཐ་དད་ཀྱང་ལས་འགྱུར། གཟུང་དང་འཛིན་པའི་རྣམ་པ་ལས། མཚན་ཉིད་གཞན་ནས་ཡོད་མ་ཡིན། དེས་ན་མཚན་ཉིད་སྟོང་པའི་ཕྱིར། རང་བཞིན་མེད་པར་རབ་ཏུ་ཤེས། ཅེས་དངོས་པོ་རྣམས་སྐྱེ་བ་ལ་སོགས་པར་ཐ་དད་དུ་འབྱེད་པ་ནི་རང་རིག་པ་ཙམ་གྱིས་མིན་གྱི། གཉིས་སུ་སྣང་བའི་ཤེས་པ་ཉིད་ཀྱིས་འབྱེད་དོ། གཉིས་སྣང་ཡང། བསླད་པ་དེ་བརྫུན་པ་ཡིན་པས། དེ་ཡི་རྣམ་པར་བཞག་པ་ཡང་བརྫུན་པར་འགྱུར་ལ། གཟུང་འཛིན་གྱི་རྣམ་པ་ལ་དོན་གཞན་པའི་མཚན་ཉིད་ཀྱང་མེད་ཅིང། གཉིས་སུ་སྣང་བའི་མཚན་ཉིད་ཀྱང་ཇི་ལྟར་སྣང་བ་བཞིན་དུ་མེད་པས། རང་བཞིན་མེད་དོ་ཞེས་བཤད་དོ། ཡང་རྣམ་འགྲེལ་ལས། ཕུང་པོ་ལ་སོགས་བྱེ་བྲག་གིས། མཚན་ཉིད་ཐམས་ཅད་བྱས་པ་ཡི། ཁྱད་པར་ཅན་དེ་ཡང་དེ་ཉིད་མིན། དེས་ཀྱང་དེ་དག་མཚན་ཉིད་བྲལ། ཞེས། གཟུགས་བར་ལ་སོགས་པ་མཚོན་བྱ་དང། སུ་སུ་རུང་བ་ལ་སོགས་པ་མཚོན་བྱེད་དུ་གསུངས་པ་ནི། ཐམས་ཅད་བྱ་བྱེད་ཀྱི་ཁྱད་པར་དུ་བྱེད་ལ། དེ་དག་གི་གཞི་རྫས་སུ་ཡོད་ཀྱང། བྱ་བྱེད་ཀྱི་ཆ་ནས་དེ་ཁོ་ན་ཉིད་དུ་མ་གྲུབ་པ་ལ་དགོངས་ནས་ཀྱང། མཚན་ཉིད་ཀྱིས་སྟོང་ངོ་ཞེས་གསུངས་པར་བཤད་དེ། འདི་ནི་ཉན་ཐོས་བདེ་བ་དང་ཡང་ཐུན་མོང་བའོ། ཞེས་རྣམ་འགྲེལ་ལས། གལ་ཏེ་ཐམས་ཅད་ནུས་མེད་ན། ས་བོན་སོགས་ནུས་སྨྱུག་སོགས་ལ། ནུས་མཐོང་གལ་ཏེ་དེ་ཀུན་རྫོབ། འདོད་ན་ཇི་ལྟར་དེ་ལྟར་འགྱུར། ཞེས་གསུངས་པ་ནི། སྔར་བསྡུ་བ་ལས་གསུངས་པ་དང་གནད་གཅིག་གོ། འདི་དག་གི་བཀྲི་ཚུལ་ཞེས་པ་ནི་མང་སུ་དོགས་ནས་མ་བྲིས་སོ། གཉིས་པ་སྒྲོ་འདོགས་ཀྱི་མཐའ་བྱེ་བྲག་ཏུ་དགག་པ་ལ་གཉིས། དགག་བྱ་སྒྲོ་འདོགས་ངོས་བཟུང་བ་དང། དེ་ཇི་ལྟར་འགོག་པའི་ཚུལ་ལོ། དང་པོ། དགག་བྱ་སྒྲོ་འདོགས་ངོས་བཟུང་བ་ནི། ལུགས་འདིའི་རིགས་པའི་དགག་བྱ་ལ་གཉིས་ཡོད་པས་སྐུར་འདེབས་ནི། གྲུབ་མཐའི་བཞག་པ་ཁོ་ན་དང། དེ་ཡང། རང་སྟེང་ངོ་བོ་ཉིད་མེད་པར་སྨྲ་བའི་ལུགས་སུ་སྔར་བཤད་པ་བཞིན་ནོ། སྒྲོ་འདོགས་ལ་ནི། ཀུན་བརྟགས་དང་ལྷན་སྐྱེས་གཉིས་ཡོད་ལ། ཀུན་བརྟགས་ནི། གཞན་སྡེ་དང་རང་སྡེ་དོན་མ་ཉིད་ཀྱི་ལུགས་སོ། ལྷན་སྐྱེས་ལ། གང་ཟག་གི་བདག་ཏུ་སྒྲོ་འདོགས་པ་ནི་འོག་ཏུ་སྟོན་པས། ཆོས་ཀྱི་བདག་ཏུ་སྒྲོ་འདོགས་པ་བཤད་པར་བྱ་སྟེ། གྲུབ་སྟེ། ཆོས་བདག་ལྟ་བ་ཡང་ལྷན་སྐྱེས་ཀྱིས་བཟུང་བའི་ཆོས་བདག། སྒྲུབ་པའི་དོན་ཡིན་པའི་ཕྱིར་དང། རིགས་པའི་དགག་བྱའི་གཙོ་བོ་ཡང་དེ་ཡིན་པའི་ཕྱིར་རོ། འདི་ཡི་གཞུང་མང་པོར། གཟུང་འཛིན་རྫས་བཞིན་དུ་འཛིན་པ་ཆོས་ཀྱི་བདག་འཛིན་དུ་བཤད་པ་མ་གཏོགས་པ། ཆོས་ཀྱི་བདག་འཛིན་གཞན་མ་བཤད་ཀྱང། མདོ་སྡེ་དགོངས་འགྲེལ་ལས། གཞན་དབང་ངོ་བོ་དང་ཁྱད་པར་དུ། ཀུན་བརྟགས་པའི་ངོ་བོ་རང་གི་མཚན་ཉིད་ཀྱིས་གྲོལ་བ་མེད་པས། མཚན་ཉིད་ངོ་བོ་ཉིད་མེད་པ། ཆོས་ཀྱི་བདག་མེད་དུ་ཤེས་པའི་ཤུགས་ཀྱིས། གཞན་དབང་ལ་ངོ་བོ་དང་ཁྱད་པར་དུ་བལྟ་བ། རང་གི་མཚན་ཉིད་ཀྱིས་གྲོལ་བར་འཛིན་པ། ཆོས་ཀྱི་བདག་མཚོན་དུ་བསྟན་ལ། སྦྱང་ས་དང་བསྡུ་བ་དང། ཐིག་རྡུལ་ལས་ཀྱང། དེ་ཡིས་ཇི་ལྟར་བཟུང་བས་སྟོང་པའི་སྟོང་ཉིད། དབུ་མའི་དོན་མཐར་ཐུག་པ་དང། ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཏུ་ཡང་འབད་པ་དུ་མས་བསྒྲུབས་པས། བྱང་བ་ལ། ཆོས་བདག་སྒྲོ་བཏགས་པའི་ཀུན་བཏགས་འདི། ཇི་ལྟར་ཡིན་མི་ཤེས་ན། ལུགས་འདིས་ཆོས་ཀྱི་བདག་འཛིན་དང། ཆོས་ཀྱི་བདག་མེད་མཐའ་ཆོད་པར་མི་ཤེས་སོ། ཀུན་བརྟགས་རང་གི་མཚན་ཉིད་ཀྱི་བགྲོད་པར་འཛིན་པ། ཆོས་ཀྱི་བདག་འཛིན་དུ་འདོད་པའི་ཀུན་བརྟགས་ནི། ཕུང་པོ་ལ་སོགས་པ་ལ་འདི་གཟུགས་སོ་ཞེས་ངོ་བོ་དང། འདི་གཟུགས་ཀྱི་སྐྱེ་བའོ་ཞེས་སོགས། ཁྱད་པར་དུ་མིང་དང་བརྡ་ལ་བཏགས་པའི་ངོ་བོའོ། དེ་ཙམ་ཞིག་ཏུ་ནི་ཕུང་པོ་ལ་སོགས་པ་ཡོད་པས། དེར་ཡོད་པར་འཛིན་པ་སྒྲོ་འདོགས་མིན་གྱི། ཕུང་སོགས་ངོ་བོ་དེར། རང་གི་མཚན་ཉིད་ཀྱིས་ཡོད་པར་འཛིན་པ་སྒྲོ་འདོགས་སོ། གལ་ཏེ། གཟུགས་སོགས་མི་དང་དེ་ཡི་ཡུལ་ཡིན་པ། རང་གི་མཚན་ཉིད་ཀྱིས་གྲོལ་བ་འགོག་པ་དེ། རྗོད་བྱེད་ཀྱི་དངོས་ཡུལ་ཡིན་པ་འགོག་ན། དངོས་ཀྱི་བརྗོད་བྱ་དང་རྗོད་བྱེད་དོན་སྤྱི་དང། སྒྲ་སྤྱི་དངོས་མེད་དུ་དོན་སྨྲ་བ་རྣམས་ལ་གྲུབ་ཟིན་པས། གཞང་བ་དེ་ཡིས་སྟོང་པར་བསྒྲུབ་མི་དགོས་པ་དང། དེ་ཡིས་སྟོང་པར་གྲོལ་བའི་ཚད་མས། ཆོས་ཀྱི་བདག་མེད་མི་འགྲུབ་ཅིང། དེ་ལ་དམིགས་ནས་བསྒོམས་པས་ཤེས་སྒྲིབ་དག་པར་མི་འགྱུར་བས། དགོངས་འགྲེལ་ལས་ཀུན་བརྟགས་རང་མཚན་དུ་གྲོལ་བའི་སྟོང་པ། ཆོས་ཀྱི་བདག་མེད་ཡོངས་གྲུབ་ཏུ་བཤད་ཅིང། བྱང་ས་ལས། སྟོང་པ་དེ་ཤེས་སྒྲིབ་དག་པར་བྱེད་པའི་དམིགས་པར་བཤད་པ་དང་འགལ་ལོ། གཟུགས་སོགས་རྗོད་བྱེད་ཀྱི་ཤེས་ཡོན་ཡིན་པ་འགོག་པ་ལ། ཤེས་ཡོན་གྱི་གཞི་རྟོག་རང་མཚན་གྱིས་ཡོད་པ་འགོག་ན། གཞན་དབང་རང་མཚན་གྱིས་གྲུབ་པ་བཀག་པར་འགྱུར་ལ། ཤེས་ཡོན་གྱི་རང་རྟོག་རང་མཚན་གྱིས་གྲུབ་པ་འགོག་ནའང། རྗེས་དཔག་ཚད་མའི་གཞལ་བྱ། སྤྱི་མཚན་དངོས་པོར་མེད་པར། མདོ་སྡེ་པས་ཀྱང་གྲུབ་པས་མི་འཐད་དོ། གཞན་ཡང་སྲིད་པ་འཕོ་བའི་མདོ་ལས། མིང་ནི་གང་དང་གང་གིས་སུ། ཆོས་རྣམས་གང་དང་གང་བརྗོད་པ། དེ་ལ་དེ་ནི་ཡོད་མ་ཡིན། འདི་ནི་ཆོས་རྣམས་ཆོས་ཉིད་དོ། ཞེས་གསུངས་པས། ལུང་ཉན་ཐོས་སྡེ་པ་ལ་ཡང་གྲུབ་པས། དེ་ལས་ལྷག་པར་དགོངས་འགྲེལ་གྱི་ཀུན་བརྟགས་ཀྱིས་སྟོང་པའི་ཆོས་ཉིད་ལ་ཡང་མི་སྣང་ངོ། སྟོང་ཚུལ་འདི་ལ། གཟུང་འཛིན་རྫས་ཐ་དད་བཀག་པའི་རྣམ་པར་རིག་པ་ཙམ་གྱིས་དོན་མེད་པས། ཆོས་ཀྱི་བདག་མེད་གཤིས་གྲུབ་དག་པར་བྱེད་པའི་དམིགས་པར་བཤད་པ་ཡང་ཇི་ལྟར་འཐད་དེ་ན། ལུགས་འདི་ལ་འགལ་བ་དེ་དག་ཇི་ལྟར་མེད་པའི་རྒྱུ་མཚན། ཤེས་པར་གྱིས་ཤིག་ཅེ་ན་བཤད་པར་བྱ་སྟེ། སྟོང་ཚུལ་འདི། བྱང་ས་ལས། ཤེས་སྒྲིབ་དག་པར་བྱེད་པའི་ཡེ་ཤེས་ཀྱི་དམིགས་པ་དང། དབུ་མའི་ལམ་མཐའ་གཉིས་སྤངས་པ་གོང་རྣམས་མེད་པར་བཤད་ཅིང། ཐིག་བསྡུས་ལས། འདི་ཡི་སྒོ་ནས་འཇུག་པ་དེ། རྣམ་པར་རིག་པ་ཙམ་དུ་འཇུག་པར་གསུངས་པའི་ཕྱིར། ཉན་ཐོས་སྡེ་པས་གྲུབ་ཟིན་པ་མིན་ནོ། དེའི་ཕྱིར། འདི་ཡི་ལྡོག་ཕྱོགས་ཀྱི་སྒྲོ་འདོགས་ངོ་བོ་དང། ཁྱད་པར་དུ་མིང་གིས་བཏགས་པ་དེར། སོ་སོ་རང་གི། མཚན་ཉིད་ཀྱིས་གྲུབ་པར་འཛིན་པས། གྲུབ་མཐའི་ཁས་ལེན་ཀྱང་ཉན་ཐོས་སྡེ་པ་ལ་ཡང་ཡོད་དོ། འདི་ལྟར། འདི་འགོག་པ་ན། བྱང་ས་ལས་ལུང་གིས་ཀྱང་བཀག་ཅིང། གཞན་སྡེ་ལ་རང་གི་སྟོན་པའི་ལུང་གིས། འགོག་ཏུ་མི་རུང་བས་དགག་པའི་ཡུལ་ལ་རང་སྡེ་ཡང་ཡོད་ལ། ངོ་བོ་ཉིད་མེད་པར་སྨྲ་བ་དང། རྣལ་འབྱོར་སྤྱོད་པ་བའི་ཁྱད་པར་ལ་འགོག་པ་མིན་པས་ཉན་ཐོས་སྡེ་པའོ། དེའི་ཕྱིར། དགོངས་འགྲེལ་གྱི་ལུང་མ་དྲངས་པར་དེ་དག་ལ་གྲུབ་པའི་ལུང་གསུམ་གྱིས་བཀག་གོ། དེ་ལ་ཐོག་མར་སྒྲོ་འདོགས་ལྷན་སྐྱེས་ངོས་བཟུང་ན། བསྡུ་བ་ལས། དེ་ལ་བྱིས་པ་རྣམས་ནི། བརྗོད་པར་བྱ་བའི་དངོས་པོ་ལ་རྒྱུ་ལྔས། མིག་ཇི་ལྟ་བ་དང། བརྗོད་པ་ཇི་ལྟ་བ་བཞིན་དུ་ངོ་བོ་ཉིད་དུ་མངོན་པར་ཞེན་པར་རིག་པར་བྱ་སྟེ་ཞེས་གསུངས་ཤིང། དངོས་པོ་དེའི་ངོ་བོ་ཉིད་གང་ཡིན་དྲིས་ན། ངོ་བོ་ཉིད་གཟུགས་ཡིན་ནོ་ཞེས་ལན་འདེབས་ཀྱི། མིའི་གཟུགས་ཡིན་ནོ་ཞེས་ལན་མི་འདེབས་པ་རྒྱུ་མཚན་དང་པོར་བཤད་དོ། དེའི་དོན་ནི། གཟུགས་ཞེས་བརྗོད་པའི་དོན་དེའི་ངོ་བོ་ཉིད་གང་ཡིན་དྲིས་པ་ན། དེའི་ངོ་བོ་ཉིད་གཟུགས་ཡིན་ཞེས་སྨྲ་ཡི། གཟུགས་ཞེས་པའི་མིང་དུ་བཏགས་པ་ཙམ་ཞིག། གཟུགས་ཞེས་བརྗོད་པའི་དོན་དེའི་ངོ་བོ་ཉིད་ཡིན་ནོ་ཞེས་སྨྲ་རྒྱུ་མེད་དོ། དེའི་ཕྱིར། གཟུགས་ཞེས་ཐ་སྙད་བཏགས་པའི་ཚེ། སྔོན་པོ་གཟུགས་ཀྱི་ཐ་སྙད་འདོགས་པའི་གཞི་ཡིན་པ་དེ། ཇི་ལྟར་སྣང་བལྟས་པས་ན། མིང་དང་བརྡས་བཞག་པ་མིན་པར། རང་གི་གནས་ལུགས་ཀྱི་དབང་གིས་གྲུབ་པ་བཞིན་དུ་སྣང་ངོ། སྔོན་པོ་དེ་ཇི་ལྟར་སྣང་བ་བཞིན་དུ་གྲུབ་པར་འཛིན་པ་ནི། སྔོན་པོ་ལ་གཟུགས་སོ་ཞེས་མིང་དུ་བཏགས་པ་ལ། རང་གི་མཚན་ཉིད་ཀྱིས་གྲུབ་པར་འཛིན་པའི་སྒྲོ་འདོགས་ཡིན་ལ། དེ་བྱིས་པ་རྣམས་ལ་ཡོད་པར་སྔར་བཤད་པ་དེ་ཡིས་འགྲུབ་ཅིང། དེ་འདྲ་བའི་འཛིན་སྟངས་དེ་འཐད་ལྡན་དུ། གདོད་མ་འདི་ཉིད་ཀྱིས་ཀྱང་འདོད་པས། སྒྲ་ཡི་རྗོད་བྱེད་རང་ལྡོག་རྟོག་བཏགས་ཡིན་ཀྱང། དེ་ཡི་གཞི་ལྡོག་ཏུ་རང་མཚན་འོངས་པའི་ལུགས་དང་ག་ལ་མཚུངས། ཁྱད་པར་དུ་ཀུན་བཏགས་པ་ལ་སྒྲོ་འདོགས་ཚུལ་དང། ཆོས་གཞན་ལ་འདོགས་ཚུལ་ཡང་དེ་ཡིས་ཤེས་པར་བྱའོ། དེ་བཞིན་དུ་ཡུལ་ཡོད་ཅིང་གཉིས་སུ་ཤར་བ་ན། གཉིས་ཀ་རྫས་ཐ་དད་དུ་སྣང་བ་བཞིན་དུ་ཡོད་པར་འཛིན་པ་ཡང། ཆོས་ཀྱི་བདག་ཏུ་འཛིན་པའི་སྒྲོ་འདོགས་སོ། རྩོད་པ་ལྷག་པའི་ལན་ནི་འཆད་པར་འགྱུར་རོ། གཉིས་པ་དེ་ཇི་ལྟར་འགོག་པའི་ཚུལ་ལ་གཉིས། དགག་པ་དངོས་དང། དེ་ལ་རྩོད་པ་སྤང་བའོ། དང་པོ་དགག་པ་དངོས་ནི་དགོངས་འགྲེལ་ལས། གཞན་དབང་ཀུན་བརྟགས་ཀྱིས་སྟོང་པར་བསྒྲུབས་པས། རིགས་པ་མ་བསྲུངས་པ་རྟོགས་པར་བྱ་བའི་ཕྱིར་བྱང་ས་དང་བསྡོ་བ་ལས་རིགས་པ་གསུམ་གསུམ་གསུངས་ཤིང། ཐིག་སྡུད་ལས་ཀྱང། གཞན་གྱི་དབང་གི་ངོ་བོ། ཀུན་བརྟགས་པའི་བདག་ཉིད་དུ་ཇི་ལྟར་སྣང་བ་དེའི། བདག་ཉིད་མ་ཡིན་པར་ཅི་མངོན་ཞེ་ན། ཞེས་དྲི་བ་བཀོད་པའི་ལན་དུ། མིང་གི་ང་རོས་བློ་མིན་ཕྱིར། མང་བའི་ཕྱིར་དང་མ་ངེས་ཕྱིར། དེ་ཡི་བདག་ཉིད་བདག་མང་དང། བདག་འདྲའི་འགལ་བས་འགྲུབ་པར་འགྱུར་ཞེས་གསུངས་སོ། དེ་ལ་ཆོས་དེ་ཡི་བདག་ཉིད་དུ་འགལ་བས། གཞན་དབང་ཀུན་བརྟགས་ཀྱིས་སྟོང་པར་འགྲུབ་ཚུལ་གོ་སླ་བར་བརྗོད་ན། ལྟོ་ལྡིར་བ། བུམ་པའི་མཐའ་གཉིས་ཀྱི་བཞམས་གནས་ཡིན་པ་དེ། ལྟོ་ལྡིར་བའི་གནས་ལུགས་སམ། རང་གི་མཚན་ཉིད་ཀྱིས་གྲུབ་ན། བརྡ་ཡི་དབང་གིས་མ་བཞག་པར་འགྱུར་ལ། དེ་ལྟ་ན། བརྡ་ཡི་ཡུལ་ཅན་གྱི་བློ་ཡང་བརྡ་ལ་མི་ལྟོས་པས། བུམ་པའི་མིང་བཏགས་པའི་སྔ་རོལ་ནི། ལྟོ་ལྡིར་བ་ལ་བུམ་པའོ་སྙམ་པའི་བློ་སྐྱེ་བར་འགྱུར་རོ། དོན་གཅིག་ཉིད། དོན་གྱི་བདག་ཉིད་མང་པོ་འགལ་བའི་འགྲུབ་པ་ནི། ཆུ་སྔགས་ལྟར་ན། དོན་གཅིག་ལ་བརྒྱ་བྱིན་དང། དབང་པོ་དང། གྲོང་འཇོམས་ལ་སོགས་པའི་མིང་དུ་མ་འཇུག་པ་དེ། དངོས་པོའི་དབང་གིས་འཇུག་དགོས་ལ། རྟོགས་པ་ལ་ཇི་ལྟར་སྣང་བ་དེ་བཞིན་དུ་དངོས་པོ་ལ་གནས་པའི་ཕྱིར། དོན་དེ་དུ་མར་འགྱུར་རོ། དོན་མ་འདྲེས་པས་ངོ་བོ་འདྲེས་པར་འགལ་བའི་འགྲུབ་པ་ནི། ཆུ་སྔགས་ལྟར་ན། སྐྱེས་བུ་གཉིས་ལ། ཉེར་སྦས་ཞེས་པའི་མིང་གཅིག་འཇུག་པའི་ཚེ། འདི་ཉེར་སྦས་སུའོ་སྙམ་པའི་བློ་སྐྱེ་བ་ལ་ཁྱད་པར་མེད་པའི་ཕྱིར་དང། དེའི་མིང་དང་རྟོག་པ་ཡང་དངོས་པོའི་དབང་གིས་དེ་གཉིས་ལ་འཇུག་པའི་ཕྱིར། དོན་གཉིས་དོན་གཅིག་ཏུ་འགྱུར། གཟུགས་སོགས་རྟོག་པའི་ཤེས་བྱེད་ཡིན་པ་དེ་དོན་དམ་པའམ་རང་གི་མཚན་ཉིད་ཀྱིས་གྲུབ་པར་འཛིན་ནའང་མིང་དུ་བཏགས་པའི་གནས། རང་གི་མཚན་ཉིད་ཀྱིས་གྲུབ་པར་འཛིན་པ་དང་འདྲ་བས། འདིའི་མིང་འདིའོ་ཞེས། བརྡ་མི་ཤེས་པ་ལ་ཡང་དགག་བྱའི་སྒྲོ་འདོགས་ཡོད་ལ། དེ་འགོག་པའི་རིགས་པ་ཡང་འདྲའོ། བྱང་སེར། དོན་སྔར་ཡོད་ལ་འདི་འདིའོ་ཞེས་མིང་ཕྱིས་འདོགས་ན། དེ་ལྟར་མ་བཏགས་པའི་ཚེ། དོན་དེའི་ངོ་བོ་མེད་པར་འགྱུར་ལ། མ་དག་པའི་ཚེ་ཡང་ངོ་བོ་ཡོད་ལ། ཕྱིས་ལྡོག་ན་མིས་མ་བརྟགས་པའི་དུས་སུ་འདི་གཟུགས་སོ་སྙམ་པའི་བློ་སྐྱེ་བར་འགྱུར་ཞེས་བཀག་གོ། གང་ལ་བདག་ལྡོག་པའི་དངོས་ཀྱི་ཡུལ་དེ་དོན་དེའི་ངོ་བོར་རང་མཚན་གྱིས་གྲུབ་ན། བདག་འབྲལ་བྱས་པ་ལ་མི་ལྟོས་པར། མིང་གི་བློ་སྐྱེ་བ་སོགས་ཀྱི་སྐྱོན་ཡོད་མོད་ཀྱང། གཟུགས་སོགས་བདག་འདོགས་པའི་གནས་དང། རྟོག་པའི་ཤན་ཤིང་ཡིན་པ་དེ། རང་གི་མཚན་ཉིད་ཀྱིས་གྲོལ་བ་ལ་སྐྱོན་དེར་མི་འགྱུར་རོ་ཞེས་ཉན་ཐོས་སྡེ་པ་དག་སྨྲ་མོད་ཀྱང་འདྲའོ། དེ་ལྟར་ན། གཟུགས་སོགས་རྟོག་པའི་ཤན་ཤིང་ཡིན་པ་དེ། མིང་དང་བརྡས་བཞག་པའི་ཀུན་བཏགས་ཡིན་མོད་ཀྱང། ཚད་མས་གྲོལ་བས་དགག་མི་ནུས་ལ། དེ་ཉིད། དངོས་པོ་དེ་དག་གི། རང་གི་མཚན་ཉིད་ཀྱིས་གྲོལ་བ་ནི་མིང་ཙམ་གྱིས་བཞག་པའི་ཀུན་བརྟགས་ཤེས་བྱ་ལ་མི་སྲིད་པ་ཡིན་པས། མིང་དང་བརྡས་བཞག་པ་ལ། ཚད་མས་གྲུབ་མ་གྲུབ་གཉིས་ཡོད་དོ། འོན་ཀྱང། མིང་དང་བརྡས་བཞག་པ་ཙམ་ཡིན་ཕྱིན་ཆད་དེ་ལ་རྒྱུ་འབྲས་མ་རུང་བར་འདོད་པར་འདོད་དོ། གདོད་མ་གཉིས་ཀྱི་གཟུགས་སོགས་རྟོག་པའི་ཤན་བཞི་དང། བདག་འདོགས་པའི་གནས་སུ་རང་མཚན་གྱིས་གྲུབ་པ་ཁེགས་ན། དེ་དག་ཡོད་པར་འཇོག་མི་ཤེས་ཏེ། ཚད་མ་པ་ལ་གྲགས་པའི་རང་མཚན་ནི་མིན་ནོ། དཔེར་ན། བུད་མེད་མེད་དགག་ཡིན་ཞིང། དེ་དང་ས་ཕྱོགས་གཞན་མཐུན་དུ་འདོད་ཡང། མེད་དགག་དང་དངོས་པོ་གཉིས། འགལ་བ་མི་འགོག་པ་ལྟར། རྣམ་བཞིའི་རྟོག་པའི་ཤན་ཤིང་ཡིན་པ་དེ་དོན་དམ་པར་མ་གྲུབ་པའི་ཀུན་བརྟགས་ཡིན་པ་དང། རྣམ་བཞིའི་དོན་དམ་པར་གྲུབ་པ་གཉིས་ཀྱང་མི་འགལ་ལོ། དེའི་ཕྱིར། མིང་ནི་གང་དང་གང་གིས་སུ་ཞེས་སོ། ཉན་ཐོས་སྡེ་པ་ལ་གྲུབ་པའི་མདོ་ཡིན་ཡང། དེ་དག་གི་བཤད་པ་དང་དོན་ཁྱད་པར་མེད་པ་མིན་ཏེ་དཔེར་ན། ཕལ་ཆེན་འདས་པའི་ལུང་ལས། རྩ་བའི་རྣམ་པར་ཤེས་པ་ཞེས་འབྱུང་བ་འདི་པས། ཀུན་གཞི་ལ་ཞེས་པ་བཞིན་ནོ། སྔར་བཤད་པའི་ངོ་བོ་དང་ཁྱད་པར་དུ་བཏགས་པ། རང་མཚན་གྱིས་སམ། དོན་དམ་པར་ཡོད་པར་འཛིན་པ་ནི་ཤེས་སྒྲིབ་ཀྱི་གཙོ་བོ་ཡིན་པས། དེ་ཡིས་བཟུང་བ་ལྟར་མེད་པར་གཏན་ལ་ཕབ་པའི་དོན་ནི། ཤེས་སྒྲིབ་དག་བྱེད་ཀྱི་དམིགས་པར་ཡང་འཐད་དོ། རིགས་པ་འདི་དག་གིས། རྣམ་པར་རིག་པ་ཙམ་ལ་ཇི་ལྟར་འཇུག་སྙམ་ན། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་རྣམས། མིང་གི་ཐ་སྙད་འདོགས་པའི་གནས་དང། རྣམ་རྟོག་གི་ཤན་ཤེས་ཡིན་པ་དེ་ཡི་དོན་དམ་པར་གྲུབ་པ་ཁེགས་པ་ན། རྗོད་བྱེད་ཀྱི་མིང་དང། བརྗོད་བྱའི་དོན་དང། མིང་དོན་འབྲེལ་བ་ལ་བརྟེན་ནས། བརྗོད་བྱའི་དོན་གྱི་ངོ་བོ་དང་ཁྱད་པར་དུ་སྣང་བའི་ཡིད་ཀྱི་རྟོག་པ་ནི། ཇི་ལྟར་སྣང་བ་ལྟར་གྱི་ཤན་སེལ་དོན་མེད་པས། དེ་ལྟར་འཛིན་པ་ལ་མ་འཁྲུལ་བ་ཡང་མེད་དོ་སྙམ་ནས། གཟུང་འཛིན་གཉིས་མེད་པའི་རྣམ་རིག་ཙམ་ལ་འཇུག་སྟེ་ཐིག་བསྡུས་ལས། འདི་ལྟར། བྱང་ཆུབ་སེམས་དཔའ་རྣམ་པར་རིག་པ་ཙམ་ལ་འཇུག་པར་བརྩོན་པ་དེ་ལྟ་བུ། དེ། ཡི་གེ་དང་དོན་སྣང་བའི་ཡིད་ཀྱིས་བརྗོད་པ་དེ་ལ། ཡི་གེའི་མིང་དེ་ཡང། ཡིད་ཀྱིས་རྟོགས་པ་ཙམ་དུ། ཟད་པར། ཡང་དག་པར་རྟོག་གོ། ཡི་གེ་ལ་བརྟེན་པའི་དོན་དེ་ཡང། ཡིད་ཀྱིས་བརྗོད་པ་ཙམ་དུ་ཟད་པ་ཉིད་དུ་ཡང་དག་པར་རྟོག་གོ། མིང་དེ་ཡང། ངོ་བོ་ཉིད་དང་ཁྱད་པར་དུ་བཏགས་པར་ཟད་པ་ཙམ་དུ་ཡང་དག་པར་རྟོག་གོ། དེའི་ཕྱིར། ཡིད་ཀྱིས་བརྗོད་པ་ཙམ་དུ་ཟད་པ་ཉིད་དུ་དམིགས་ཤིང། མིང་དང་བཅས་པའི་དོན། ངོ་བོ་ཉིད་དང་ཁྱད་པར་དུ་བཏགས་པ་དང་བཅས་ཤིང། ངོ་བོ་ཉིད་དང་ཁྱད་པར་དུ་བཅས་པ། དོན་གྱི་མཚན་ཉིད་དུ་མི་དམིགས་པ་ན། ཡོངས་སུ་ཚོལ་བ་ཞེས་དང། ཡང་དག་པ་ཇི་ལྟ་བ་བཞིན་དུ་ཡོངས་སུ་ཤེས་པ་བཞི་པོ་དག་གིས། ཡི་གེ་དང་དོན་སྣང་བའི་ཡིད་ཀྱིས་རྣམ་པར་རྟོག་པ་དེ་དག་ལ་རྣམ་པར་རིག་པ་ཙམ་ཉིད་དུ་འཇུག་གོ། ཞེས་གསུངས་སོ། གལ་ཏེ་འདི། ཡེ་ཤེས་རྟོགས་པ་ལ་ལྟོས་པའི། གཟུང་འཛིན་ཁེགས་པ་ཡིན་ལ། བག་ཆགས་བརྟན་པ་ལས་བྱུང་བའི་རྟོག་མེད་ཀྱི་ཤེས་པ་ལ་ལྟོས་པའི་གཟུང་འཛིན་རིག་པས་ཁེགས་པ་མིན་པས། རྣམ་རིག་ཙམ་ལ་འཇུག་པར། ཇི་ལྟར་ཐལ་ཅེ་ན་སྐྱོན་མེད་དེ། འདི་ལྟར། སྔོན་པོ། གཟུང་བ་དོན་བཞིན་དུ་འཛིན་པའི་རྟོག་པའི་ཤན་ཤིང་ཡིན་པ། རང་མཚན་གྱི་ཡོད་པར་རིག་པས་མཁྱེན་ན། སྔོན་པོ་ཤན་ཤིང་ཡིན་པར་སྣང་བའི་དངོས་འཛིན་དེས་སྣང་ཡུལ་ལ་འཁྲུལ་པར་འགྲུབ་སྟེ། དེ་སྣང་བ་ན་རང་གི་མཚན་ཉིད་ཀྱིས་གྲུབ་པར་སྣང་བའི་ཕྱིར་རོ། དེ་གྲུབ་ན། སྔོན་པོ་དེ་རང་སྣང་བའི་ཤེས་པ་ལས་རྫས་གཞན་དུ་མེད་པར་གྲུབ་བོ། འོ་ན། རྣམ་ཤེས་རྟོག་པའི་ཤེས་བཞིན་ཡིན་པ་དེ། དོན་དམ་པར་གྲུབ་པར་རིགས་པས་མཁྱེན་ན། དེ་སྣང་བའི་རང་རིག་དེ་སྣང་ཡུལ་ལ་འཁྲུལ་པར་གྲུབ་སྟེ། དེ་སྣང་བ་ན་རང་གི་མཚན་ཉིད་ཀྱིས་གྲུབ་པར་སྣང་བའི་ཕྱིར་རོ། དེ་གྲུབ་ན། རྣམ་ཤེས་དེ་མྱོང་བའི་ངོ་བོར་རང་གི་མཚན་ཉིད་ཀྱིས་གྲུབ་པ་མེད་པས་རྣལ་འབྱོར་སྤྱོད་པ་བའི་གྲུབ་པའི་མཐའ། དོར་བར་འགྱུར་རོ་ཞེ་ན་དེའི་སྐྱོན་མེད་དེ། རང་རིག་ལ། རྣམ་ཤེས་རྟོག་པའི་ཤེས་བཞིན་ཡིན་པ་མི་སྣང་ལ། དངོས་འཛིན་ལ་སྔོན་པོ་ཕྱི་རོལ་དུ་ཞེན་པའི་ཤེས་བཞིན་ཡིན་པ་སྣང་བའི་ཕྱིར་ཏེ། ཤེས་བཞིན་ཡིན་པ་དེ་གཉིས་སྣང་ནུས་པའི་རང་རིག་ལ་སོགས་པ་ལ་འཆར་དུ་མི་རུང་ཞིང་གཉིས་སྣང་ཅན་གྱི་དངོས་འཛིན་ལ་སྣང་བ་མི་འགལ་བའི་ཕྱིར་རོ། རྟོག་པའི་ཤེས་བཞིན་དེ་སྣང་བ་ན་གཉིས་སྣང་ཡོད་དགོས་པའི་རྒྱུ་མཚན་ནི། དེ་ཡིས་ཅི་རྟོགས་པ་ལ་འཆར་བ་ན་ངེས་པར་གཉིས་སྣང་གི་རྣམ་པ་ཅན་དུ་འཆར་བའི་ཕྱིར་རོ། འདི་ཤེས་པ་ལ་མཚུངས་པ་མ་ཡིན་ཏེ། རྟོགས་པ་ལ་ཅི་འཆར་བ་ནའང། མྱོང་ཙམ་གྱི་རྣམ་པ་ཅན་དུ་འཆར་བའི་ཕྱིར་རོ། རྟོགས་པ་ལ་གཉིས་སྣང་ངེས་པར་ཡོད་པས་མཚུངས་སོ་ཞེས་སྨྲ་མི་ནུས་ཏེ། རྟོགས་པ་ལ་གཉིས་སྣང་ཡོད་པ་དང། ཡུལ་དེ་གཉིས་སྣང་གི་རྣམ་པར་འཆར་བ་གཉིས་དོན་མི་གཅིག་པའི་ཕྱིར་རོ། དེ་ལྟར་མ་ཡིན་ན། གཉིས་སྣང་ནུབ་པ། རྣམ་རྟོག་ལ་འཆར་མི་སྲིད་པར་ཁས་བླངས་དགོས་ན་དེ་ཡང་མི་རིགས་ཏེ། གཉིས་སྣང་ནུབ་པ་མི་སྲིད་པར་འགྱུར་བའི་ཕྱིར་རོ། གལ་ཏེ། སྔོན་པོ་རྟོགས་པའི་ཤན་བཞི་ཡིན་པ་དེ། རྟོགས་པའི་དབང་གིས་བཞག་པ་ཙམ་ཡིན་པའི་ཕྱིར་རྟོག་བྲལ་ལ་མི་སྣང་ངོ་སྙམ་ན། སྒྱུ་མ་རྟ་གླང་ཡིན་པ་ཡང་རྟོག་བྲལ་ལ་མི་སྣང་བར་འགྱུར་ཏེ། རྟོགས་པའི་བཞག་པ་ཙམ་ཡིན་པའི་ཕྱིར་རོ། དེས་ན། ངོ་བོ་དང་ཁྱད་པར་དུ་བཏགས་པའི་ཀུན་བཏགས་ཀྱིས་སྟོང་པ་ཡོངས་གྲུབ་ཏུ་དགོངས་འགྲེལ་ལས་གསུངས་པ་དེ་ལ་གཟུང་འཛིན་རྫས་གཞན་བཀག་པ་མེད་པ་ཡང་མིན་ནོ། མདོ་དེ་ལས་ཕྱི་གནས་ཀྱི་སྐབས་སུ་ནི། ཕྱི་རོལ་བཀག་པ་གསལ་བོར་གསུངས་སོ། སྤྱིར། ཀུན་བཏགས་ལ་སྤྱི་མཚན་ཐམས་ཅད་དང། ནམ་མཁའ་ལ་སོགས་པ་དུ་མ་ཞིག་ཡོད་ཀྱང། དགོངས་འགྲེལ་ལས་མ་གསུངས་པ་ནི། ཀུན་བརྟགས་གང་གིས་སྟོང་པ་ཡོངས་གྲུབ་ཏུ་འཇོག་པའི་སྐབས་སུ་དེ་དག་མི་མཁོ་བས་སོ། དེ་དག་གི་མང་པོ་ཞིག་མི་དང་སྡེས་འཇོག་མི་ནུས་པའི་ཡོད་པ་ཡིན་ཡང། རང་གི་མཚན་ཉིད་ཀྱིས་གྲུབ་པ་མིན་ཏེ། རྟོགས་པའི་བརྟགས་པ་ཙམ་ཡིན་པའི་ཕྱིར། ཕྱི་རོལ་ལ་ལྟོས་པའི་གཟུང་འཛིན་འགོག་པ་ནི། ཐེག་བསྡུས་སུ་རྨི་ལམ་དང། གཟུགས་བརྙན་ལ་སོགས་པའི་རིག་པ་དང། ཉི་ཤུ་པར། གདུལ་བྱ་མན་འགོག་པའི་རིག་པ་དང། ཆོས་ཀྱི་གྲགས་པས། གཟུང་འཛིན་གྱི་མཚན་ཉིད་བསྐྱེད་ལ་འདྲ་བ་འགོག་པའི་རིག་པ་དང། ཕྱོགས་གླང་གིས། རྡུལ་འདུས་པ། དང། ཕྲ་རབ་གཟུང་དོན་ཡིན་པ་འགོག་པའི་རིག་པ་རྣམས་ཡིན་ནོ། ཡུམ་གྱི་མདོ་ནི། མེད་ཅེས་གསུངས་པ་ཐམས་ཅད་ཀྱི། ཀུན་བརྟགས་འགོག་པ། ཐུགས་རྡུལ་ལས་གསུངས་པ་རྣམས་ལ། དགོངས་འགྲེལ་གྱི་ཀུན་བརྟགས་འགོག་ཚུལ་འདི་མི་ཤེས་ན། གཟུང་འཛིན་རྫས་གཞན་གྱི་ཀུན་བརྟགས་ཁོ་ན་ལ་ཤེས་པས། རྣལ་འབྱོར་སྤྱོད་པ་བ་དག་གི་ལུགས་ལ་ཡང་ཆེས་མི་རིགས་པ་དུ་མ་ཞིག་སྨྲ་དགོས་ལ། རྟག་མི་རྟག་ལ་སོགས་པ་གང་དུ་ཡང་གཟུང་ས་མེད་པར་གསུངས་པ་རྣམས་ཀྱང་ལུགས་འདིའི་ཤེས་པ་ཤིན་ཏུ་དཀའོ། དེའི་ཕྱིར། གང་དུ་ཡང་ཟོང་ས་མེད་པར་སོང་པ་རྣམས་ལ། མཉམ་གཞག་དང། འདི་ཡིན་འདི་མིན་ཕྱེ་ནས་ཟོང་ས་ཡོད་པར་སོང་པ་རྗེས་ཐོབ་ཤན་འབྱེད་པའི་དུས་ལ་དགོངས་སོ་ཞེས་སྨྲ་དགོས་པ་ཡང་འབྱུང་སྟེ། ཟེར་རྒྱུ་ཕོངས་པ་ཡིན་ནོ། སྦྱང་ས་དང་ཐིག་དུས་དང་ཀུན་དུས་ལ་སོགས་པར། ཚོར་བ་བཞི་དང་ཡོངས་སུ་ཤེས་པ་བཞི་གསུངས་པ་ནི། རྣམ་པར་རིག་པའི་ལྟ་བ་གཏན་ལ་འབེབས་བྱེད། རྣམ་པར་རིག་པ་ཙམ་ལ་འཇུག་པའི་སྒོ་དམ་པ། ཉོན་མོངས་པ་རྣམས་ཀྱིའང་གཞི་བྱས་པས། རྣམ་རྟོག་ཤེས་སྒྲིབ་ཀྱི་གཉེན་པོར་གསུངས་ལ། བདག་གི་དོན་ཤེས་པ་ལ། དགོངས་འགྲེལ་ལས་གསུངས་པའི་ཀུན་བརྟགས་འགོག་པའི་རིག་པ་དང། དགག་བྱའི་སྒྲོ་འདོགས་ཕྲ་མོ་ནི་ཤེས་དགོས་པར་སྣང། ཁྱད་པར་དུ་རིག་པ་དེ་དག་གིས། གཟུང་འཛིན་རྫས་གཞན་ཁེགས་ནས། རྣམ་པར་རིག་པ་ཙམ་ལ་འཇུག་པའི་ཚུལ་ཤེས་དགོས་པར་སྣང་ཡང། སྤྱོད་པ་ཙམ་ཡང་མ་ཞུགས་པར་མཐོང་ནས་བློ་གྲོས་ཅན་རྣམས་ལ་སྤྱོད་པའི་སྒོ་ཙམ་ཞིག་བསྟན་ཏོ། གཉིས་པ་དེ་ལ་རྩོལ་བ་སྤངས་པ་ནི། དགོངས་འགྲེལ་ལས་བྱང་བ་ལ་ཀུན་བརྟགས་ཀྱི་ངོ་བོ་ཉིད་དུ་མངོན་པར་ཞེན་པས་ཉོན་མོངས་པ་བསྐྱེད་ཅིང། དེའི་ལས་བསགས་ནས་གོ་བར་འཁོ་ལ། གཞན་དབང་ལ་ཀུན་བརྟགས་ཀྱི་མཚན་ཉིད་ངོ་བོ་ཉིད་མེད་པར་མཐོང་ན། དེ་དག་རིམ་བཞིན་བཟློག་པར་སོང་ནས། ཉན་རང་དང། སྦྱང་གསུམ་གསུམ་གྱིས། ལམ་འདི་ཉིད་དང། སྒྲུབ་པ་འདི་ཉིད་ཀྱིས་མྱ་ངན་ལས་འདས་པ་ཐོབ་པས། རྫས་བདག་གི་རྣམ་པར་དག་པའི་ལམ་དང། རྣམ་པར་དག་པ་ཡང་གཅིག་སྟེ་གཉིས་པ་མེད་པར་གསུངས་ཤིང། གཞན་དབང་ཀུན་བརྟགས་ཀྱི་སྟོང་ཚུལ་སྔར་བཤད་པ་ལས་གཞན་པ་ཡང་མ་གསུངས་སོ། དེའི་ཕྱིར། ཉན་རང་གིས་ཀྱང་ཆོས་ཀྱི་བདག་མེད་རྟོགས་པ། མདོ་འདི་ཡི་དོན་དུ་བྱེད་དམ་མི་བྱེད། བྱེད་ན་སྔར་ཐུན་མོང་མ་ཡིན་པར་བཤད་པ་རྣམས་དང་འགལ་ལོ། མི་བྱེད་ན། མདོ་ཡི་དོན་ཇི་ལྟར་བཤད་ཅེ་ན། འདི་ལ། སྦྱང་སར་ཡང། ངོ་བོ་དང་ཁྱད་པར་དུ་རྟོགས་པ་དང། རི་བོ་འཛིན་པའི་རྣམ་རྟོག་གིས། རྣམ་རྟོག་གི་དམིགས་པའི་དངོས་པོ་སྤྲོས་པའི་གནས་བསྐྱེད་ལ། དེ་ལ་བརྟེན་ནས་འཇིག་ལྟ་སྐྱེ་ཞིང། དེའི་ཉོན་མོངས་གཞན་རྣམས་བསྐྱེད་ནས་འཁོར་བར་འཁོར་ལ། ཚོར་བ་བཞི་དང་ཡོངས་སུ་ཤེས་པ་བཞི་ཡི། རྣམ་རྟོག་གིས་བཟུང་བའི་དོན་མེད་པར་ཤེས་ན། དེ་དག་ལྡོག་པར་གསུངས་སོ། དེ་ལྟར་ན། ཆོས་རྣམས་ལ་ངོ་བོ་དང་ཁྱད་པར་དུ་བཏགས་པ། རང་གི་མཚན་ཉིད་ཀྱི་རུས་པར་འཛིན་པའི་ཆོས་ཀྱི་བདག་འཛིན་གྱིས་འཇིག་རྟེན་རྩ་བ་བྱས་པར་བཞེད་ལ། ཆོས་ཀྱི་བདག་འཛིན་གྱིས་གང་ཟག་གི་བདག་འཛིན་གྱི་གཞི་བྱེད་པ་ནི། ཉན་རང་ལ། ཆོས་ཀྱི་བདག་མེད་རྟོགས་པ་མེད་པར་བཞེད་པས། དབུ་མ་པ་རྣམས་ཀྱིས་ཀྱང་བཞེད་དོ། དེ་ལ། ཆོས་ཀྱི་བདག་འཛིན་ཟེར་ན། གང་ཟག་གི་བདག་འཛིན་བཟློག་ཀྱང། ཆོས་ཀྱི་བདག་འཛིན་མ་སྲིད་ན་གང་ཟག་གི་བདག་འཛིན་མི་བཟློག་པ་མིན་པས། འཁོར་བའི་གཞི་མཐར་ཐུག་པ་མ་བཟློག་ཀྱང་འཁོར་བ་ལས་གྲོལ་བ་མི་འགལ་ལོ། དེའི་ཕྱིར། ལམ་འདི་ཉིད་ཅེས་གསུངས་པ་ནི། གཞན་དབང་ཀུན་བཏགས་ཀྱི་མཚན་ཉིད་ཀྱིས་སྟོང་པར་རྟོགས་པའི་ལམ་ལ་བྱེད་ཀྱང། ཆོས་ཀྱི་བདག་མེད་ཀྱི་ལམ་ལ་བྱ་མི་དགོས་ཏེ། གཞན་དབང་ཀུན་བརྟགས་ཀྱིས་སྟོང་པ་ལ། གང་ཟག་གི་བདག་མེད་ཀྱི་དབང་དུ་བྱས་པ་ཡང། ཀུན་བདེ་ལུས་བསྲུང་བའི་ཕྱིར་རོ། གང་ཟག་གི་བདག་མེད་རྟོགས་པའི། ཉོན་མོངས་དག་པར་བྱས་པ་དང། ཉོན་མོངས་སྤངས་པ་ཙམ་གྱི་རྣམ་གྲོལ་ལ། ཐུབ་པ་ཆེ་ཆུང་ཁྱད་མེད་པའི། རྣམ་དག་གི་ལམ་དང་རྣམ་དག་གཅིག་པར་ཡང་གསུངས་སོ། ཕུང་པོ་ལ་སོགས་པ་གཞན་དབང་དང། དེ་དག་ལ་ཆོས་ཀྱིས་བདག་ཏུ་སྒྲོ་བཏགས་པ་ཀུན་བཏགས་དང། དེ་དེ་ཡིས་སྟོང་པ་ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་ཏུ་འཇོག་པ་ཐེག་ཆེན་གྱི་མདོའི་དོན་དུ་དགོངས་འགྲེལ་གྱི་དཔྲལ་བའི་ཤུགས་ཀྱིས། ཕུང་པོའི་གཞན་དབང་གང་ཟག་གི་བདག་གི་ཀུན་བཏགས་ཀྱི་སྟོང་པ། གང་ཟག་གི་བདག་མེད་ཀྱི་ཡོངས་གྲུབ་ཏུ་འཇོག་པའི་ངོ་བོ་ཉིད་གསུམ་གྱི་རྣམ་གཞག་དེ་ཙམ་ཞིག་ཐེག་མེད་ཀྱི་འདོད་ཡོད་དོན་དུ་གོ་ནུས་ལ། དེའི་ཕྱིར་འཁོར་ལོ་དང་པོ་གསུངས་པའི་གདུལ་བྱ་ནི། གང་ཟག་གི་བདག་མེད་ཀྱི་དབང་དུ་བྱས་པའི་མཚན་ཉིད་ངོ་བོ་ཉིད་མེད་པར་རྟོགས་པའི་སྣོད་དུ་རུང་ལ། ཆོས་ཀྱི་བདག་མེད་ཀྱི་དབང་དུ་བྱས་པའི་མཚན་ཉིད་ངོ་བོ་ཉིད་མེད་པར་རྟོགས་པའི་སྣོད་དུ་མི་རུང་བ་ལ་གསུངས་པར་དགོངས་འགྲེལ་གྱི་ཤུགས་ཀྱིས་འགྲེལ་བས། ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར། ཐེག་པ་ཐམས་ཅད་ལ་ཞུགས་པའི་ཆེད་དུ་གསུངས་པའི་དོན་ནི་དེའོ། གལ་ཏེ་ངོ་བོ་དང་ཁྱད་པར་དུ་བཏགས་པ་དང། གཟུང་འཛིན་རྫས་གཞན་གྱིས་ཀུན་བཏགས་ཀྱིས་སྟོང་པའི་སྐབས་ཐམས་ཅད་དུ། གཞན་དབང་ཉིད་སྟོང་གཞིར་བྱས་ནས། དེ་སྔ་མ་གཉིས་ཀྱི་ཡིན་པའི་ཚུལ་གྱིས་སྟོང་པ་ཡོངས་གྲུབ་ཏུ་བྱ་དགོས་ན། དབྱིག་གཉེན་གྱི་ཡུམ་གསུམ་གནོད་འབྱམས་ལས། དེ་ལ་མིག་ཅེས་བྱ་བ་ནི་ཆོས་ཉིད་ཀྱི་མིག་གོ། མིག་གི་ཞེས་བྱ་བ་ནི་ཀུན་བརྟགས་དང་རྣམ་པར་བརྟགས་པའི་མིག་གིས་སོ། སྟོང་ཞེས་བྱ་བ་ནི་བྲལ་བ་ཞེས་བྱ་བའི་ཐ་ཚིག་གོ། དེ་བཞིན་དུ་རྣ་བ་རྣ་བས་སྟོང་ཞེས་བྱ་བ་ལ་སོགས་པ་ལ་ཡང་སྦྱར་བར་བྱའོ། ཞེས་ཡོངས་གྲུབ་སྟོང་གཞིར་བྱས་ནས། ངོ་བོ་ཉིད་གཞན་ཉིད་ཀྱིས་སྟོང་པར་སོམས་པ་ཇི་ལྟར་དྲང་ཞེ་ན། དེ་ལ་རྣལ་འབྱོར་སྤྱོད་པ་པ་དང། དབུ་མ་པ་སུའི་ལུགས་ལ་ཡང། ཆོས་ཀྱི་བདག་མེད་ཀྱི་ཡོངས་གྲུབ་གཏན་ལ་འབེབས་པ་ན། སྟོང་གཞི་གང་ལ་བྱ་དགོས་པ་ནི། ཆོས་ཀྱི་བདག་འཛིན་གྱི་གཞི་གང་ལ། ཆོས་ཀྱི་བདག་ཏུ་བཟུང་བ་དེ་ལ་རག་ལས་ཏེ་དཔེར་ན། ཐག་པ་སྦྲུལ་དུ་བཟུང་ནས། སྐྲག་པའི་སྡུག་བསྔལ་བསལ་བར་འདོད་པ་ན། ཐག་པ་སྟོང་ཞེས་བཟུང་ནས་དེ་སྦྲུལ་གྱིས་སྟོང་ངོ་ཞེས་བསྟན་དགོས་ཀྱི། ཐག་པ་སྦྲུལ་གྱིས་སྟོང་པ་སྟོང་ཞེས་བཟུང་ནས་དེ་ཐག་པ་དང་སྦྲུལ་དོན་གཞན་དུ་ཡོད་པས་སྟོང་ངོ་ཞེས་སྦྱོར་དུ་མི་རུང་བ་བཞིན་ནོ། ཆོས་ཀྱི་གདངས་ཚད་ཡང། རྡུལ་ཕྲ་རབ་ཕྱོགས་ཀྱི་ཆ་མེད་དང་དེ་བསགས་པའི་གཟུང་བ་དང། དུས་སྔ་ཕྱིའི་ཆ་ཤེས་མེད་པའི་ཤེས་པ་སྐད་ཅིག་མ་དང། དེས་ཐོས་པའི་རྒྱུན་གྱིས་ཤེས་པ་ཡོད་པར་འཛིན་པ་ལྟ་བུ། གྲུབ་སྟེ་བློ་བསྒྱུར་བ་ཁོ་ནས་བཏགས་པ་རྣམས་ནི། གྲུབ་རྟགས་མང་བ་དེ་དག་ཁོ་ན་ལ་ཡོད་ཀྱི། སེམས་ཅན་གཞན་ལ་མེད་དོ། དེས་ན། དེ་ཙམ་ཞིག་མེད་པའི་སྟོང་པ་བསྟན་པ་ཡང། ཐོག་མ་མེད་པ་ནས་རྗེས་སུ་ཞུགས་པའི་ལྷན་སྐྱེས་ཀྱི་བདག་འཛིན་ལ་ཅི་ཡང་མི་གནོད་པས། ལྷན་སྐྱེས་ཀྱི་བདག་འཛིན་གྱིས་གང་ལ་བདག་ཏུ་བཟུང་བའི་གཞི་དེ་ཇི་ལྟར་བཟུང་བ་ལྟར་གྱིས་བདག་གིས་སྟོང་ངོ་ཞེས་བསྟན་དགོས་ཤིང། གྲུབ་མཐའི་རྟག་པ་འགོག་པ་ཡང་དེ་འགོག་པའི་ཡན་ལག་ཏུ་བཞེད་དགོས་སོ། དེ་ལྟར་བྱས་ན། སེམས་ཅན་རེས་འགའ་བ་རྣམས་ཀྱིས་ནི་མཐོང་བ་དང་ཐོས་པ་ལ་སོགས་པའི་དོན། མིག་དང་གཟུགས་ལ་སོགས་པའི་ཕྱི་ནང་གི་དངོས་པོ་གཞན་དབང་འདི་ཙམ་ལ་བདག་ཏུ་འཛིན་པས། དེ་ཉིད་སྟོང་ཞེས་སོགས་ནས་སྟོང་པ་གཏན་ལ་ཨབ་དགོས་ཀྱི། ཡོངས་གྲུབ་ལ་ངོ་གཉིས་གཞན་གཉིས་དོན་གཞན་དུ་ཡོད་དོ་སྙམ་དུ་སོང་ནས། འཁྲུལ་བ་མིན་པས། ཡོངས་གྲུབ་ངོ་གཉིས་གཞན་གཉིས་དོན་གཞན་དུ་ཡོད་པས་སྟོང་ངོ་ཞེས་བདག་མེད་གཏན་ལ་འབེབས་པ་ག་ལ་ཡིན།